ལྔ་བཟང། ངོ་སོ་འདམ་བྱེ་རིམ་གང་ལ་འདམ་བྱེ་རིམ་དང་འབྲེལ་བ་ཡོད་པའི་ལེ་ཚན་མང་པོ་བརྩིགས་ལྷན་གྱིས་ལ་སྤྱན་འབུལ་ཞུས་པ་ཡིན། དེ་རིང་འང་ངོ་སོ་འདམ་གའི་ཨ་རའི་ནང་ལོགས་ལ། ལོ་རིའི་འདམ་བྱེ་རིམ་རྟ་བརྒྱུགས་འགྲན་ཚོགས་ཀྱི་ངོགས་སུ་རྒྱུགས་ཤན་ནང་ལོགས་ཀྱི་རྟ་ཨང་དང་པོ་ཐོན་མཁན་དུས་སུ་དྲན་གསོ་བརྩིགས་ཞུ་རྒྱུ་ཡིན། གོ་ཤམ་ལེན་ནང་ངས་ཁྲིད་ལ་དེའི་དེ་ལ་གི་རྒན་ལགས་ནས་ངོ་སྤྲོད་མདོར་བསྡུས་བརྩིགས་ཞུ་རྒྱུ་ཡིན། ད་རྒན་ལགས་ཁོང་ངོགས་སུ་འདམ་རྒྱུང་གི་ལྟད་མོ་བལྟ་མཁན་མང་ཤས་ཀྱི་སྤྱིར་བཏང་ངོ་ཤེས་ཀྱི་རེད་ཡིན་ན་རྒན་ལགས་ཁོང་གི་སྐད་དུ་ལྷན་གྱིས་ག་འགས་ཀྱི་སྤྱིར་བཏང།

ལོ་ཆུང་བྱིས་པའི་གུས་འདུད་ཀྱི་འདམ་བྱེ་རུམ་གྱིས་བརྩིགས་སྣང་བ་མཁའ་འགྲོ་རྩིག་པ་ན། ལགས་སོ་ལགས་སོ།
ད་ལོ་ཆུང་ཐོག་ལ་དཔེ་ཆ་རྒྱག་ཐང་ན། ཕ་མ་རྒན་རྒོན་གཉིས་ཕར་ཚུར་འདམ་བྱེ་རུམ་ལ་དེ་རིང་བར་བརྩིགས་སོང་དུས་ང་ལ་ད་དེར་བརྔན་པར་བརྩིགས་ཅི་ཁྱེད་རང་ཤེས་སམ་འོ་རེ་སྒུག་བྱེད་ཤེས་འོ་དེ་ཡིན། བརྔན་པ། འོ་རེད་གཟབ་ཡང་ང་དགོས་ལ་ཕ་མ་མྱོང། ཟེར་བ་དེ་བུ་ཕྲུག་ལ་མ་བྱས་པ་གཅིག་ཀྱང་ཡོད་མ་རེད་བ། རེད་རེད། ཨ་ནི་དེའི་སྐབས་ལ་ཁོང་ཚོ་གས།

མཐོང་བྱུང་ལ། འདམ་བརྒྱུད་རིམ་ཟེར་བ་དེ་ནི། དྲིལ་བསྒྲགས་ཀྱི་རྩ་ཆེ་བོ་བ་རིགས་ཤིན་ཏུ་མེད་དགོས། རང། ཡིན་ཡང་ད་རང་ཉིད་ལེ་ཚན་གཙོ་སྐྱོང་ཞིག་ཉིས་སྟོང་བཅུ་དྲུག་ལོའི་ཞིག་ལེ་ཚན་གཙོ་སྐྱོང་དག་ཞིག་གཟུགས་ཐག་པ་འུག་ཞིག་རིག་རྩལ་ཆུ་བུར་གྱི་ལེ་ཚན་གཙོ་སྐྱོང་ཞིག་བསྡད་བྱུང་ལ་འདམ་བརྒྱུད་རིམ་ཟེར་བ་དེ་ནི་དངོས་གནས་དཔེ་མི་སྲིད་པས། རང་མི་རིགས་ཀྱི། རིག་གནས་དར་སྤེལ་ཞེས་ཟེར་གི་གར་སྟེགས། དེ་བས་དེ་བཞིན་གང་ཟེར་ན། རྫོང་ཁུལ་གྱི་ཡིན་ན་འདྲ་གྲོང་ཁྱེར་རིམ་པའི་དཔལ་འབྱོར་གྱི་དར་སྤེལ་བྱ་གི་གར་སྟེགས། རེད། དེ།

ཉིས་སྟོང་བཅུ་བདུན་ལོར་ལྕགས་ཁྲའི་ནང་རེད། རེད། རེད་རེད།
ལྕགས་ཁྲའི་ནང་རེད། དུས་དུས་ཡོང་ལ་ཏཱ། ཁྲོ་བོ་རེང་རྫི་ངེད་ལ་ལྕགས་ཁྲའི་ནང་ཞུགས་སོང་དེ་རིགས་ཁ་ཀྱོག་ཤོར་རྫི་འགའ་ཤི་སོང་གང་ལྟ། དུ་དེའི་ལོ་ལ་རྐྱང་ག་ལ་འཛིན་ཐུབ་སོང་རེད། རེད་རེད་རེད། བཅོ་བརྒྱད་ལོ་ལ་རྐྱང་རག་མདོ་ལ་རྒྱུགས་སོང་གས་ཨང་དང་པོ་ཐོབ་མཁན་དེ་ཨང་གཉིས་ལུང་ཤང་གི